ད་བོད་མི་རིགས་ཀྱི་ཞབས་ཕྱི་ཞུ་རྒྱུ་དེ་རེད། འདི་དང། ཨ་ནི། འགྲོ་བ་ནད་པ་ཡོངས་ཀྱི། མི་རིགས་ཁྱད་མེད། ཀྱི་ཞབས་ཕྱི་ཞུ་རྒྱུ་འདི། ད་དང་པོ་ནས་སྨན་གྱི་སྦྱངས་རེད་འོ་འདི་གི། དམིགས་ཡུལ་དེ་རང་འདི་རེད་ཨ་ནི་འདི་ཞུ་རྒྱུ་མ་གཏོགས་གཞན་དག་གང་ཡོད་མ་རེད། དེ་སོང་ཙང་ཨ་ནི་རྣམ་པ་ཚོས་འདི་འདྲའི་གི། རྣམ་པ་ཚོ་ལ་འདི་འདྲའི་གི་ཅིག་ཕན་ཐོགས་པོ་དང་ཅིག། དངོས་གནས་གི་ཅིག་ཡོད་པ་ཡིན་ན་གུས་པས་ཡིན་དང་ཡིན་ཞུ་རྒྱུ་བྱས། བོད་ནས་ཡིན་ང་ཚོ་ཨ་ཅག་རྡོ་རིང་པ་སངས་ལགས་ཀྱི་དེ་ནས་མ་ད་ལྟ་ཞང་འབྲུམ། ཞང་ཞུང་མ་རེད་ཞང་ཞུང་ན་ན་ཡང་ཨོ་ད་ཨ་ཅག་རྡོ་རིང་པ་སངས་ལགས་ཡང་གོ་མྱོང་བརྩི་གིར་གདའ། ཞང་འབྲུམ། ཞང་འབྲུམ་བྱས་ཞང་འབྲུམ་དེ་ལ་ད་ར་དེ་ག་རེ་བྱེད་དགོས་རེད་གསུངས་སོང་ད་ར་དེ།

ཁྱིམ་པ་མཉམ་དུ་བཟུང་བའི་ནང་ཆུ་རས་ཟེར་བ་ང་ཚོ་ཧ་པེན་ཤོར་པེན་འདྲ་བའི་འོ་དེའི་ནང་ལོགས་ལ་ནི་སེར་པོ་དེ་འདྲ་དོན་ནས་ཟབ་རག་རྒྱག་གི་འདུག་གསུངས་འདུག་གི་ད་ལྟ་དེ་ཆུ་ལམ་ནས་དོན་གི་ཡོད་ན་ཡང་གཤང་ལམ་ནས་དོན་གི་ཡོད་ན་དེ་ཡང་ད་ཧ་གོ་གོ་མ་སོང་དེ་གཅིག་བྱས་ཨེ་ནི་ཡང་ཨིན་ཇི་དེ་ཚོ་ལ་ཁྱིམ་པ། ཀྱི་སྤྲུལ་ལ་སོན་ན་ཡང་ཏག་ཏག་རྒྱལ་ཁ་མར་ཨིན་ཇི་དེ་ཚོ་ཡང་གཙང་བཙོག་བྱེད་བ་བྱེད་མཁན་དེ་འདྲས་རེད་པ། འོ་འདི་དགོངས་པ་ཟེར་ཨེ་ནི། ཨིན་ཇི་དེ་ཚོ་ལ་ཡང་ཆུ་ཚགས་པོ་གི་སྤྲུལ་སོང་ན་འགྲིག་གི་ཆུ་ཚགས་པོ། འོ་ཆུ་ཚགས་པོ་གི་སྤྲུལ་སོང་ད་ཡག་པོ་ཕན་གི་རེད། འོ་འདི་གཅིག་བྱས་ཨེ་ནི་ཁྱེད་རང་གི་འདི་དྲི་བ་གཅིག་དེ་གཉིས་པ་དེ་ངས་གོ་ཞིག་ར་ཧ་གོ་མ་སོང་འོ་འདི་གཅིག་ཞུ་ཡ་བྱས་ཨེ་ནི་ཡང་ཨ་ཅེ་ཅུང་རིའུ་ཅི་ལགས་ཀྱིས་ད་འདི་ནས་མ་གསུངས་སོང་ད་ཁྱེད་རང་གི་ནད་གཞི་དེ་གྲུམ་བུ་མ་རེད་གྲུམ་བུ་མ་རེད། འདི་ཡི་རྩ་ཁ་རེད་ད། རྩ་ཁང་གི་ན་བཟའ་དང། ནི་ད་ལྟ། ཕྱི་ལུགས་ཀྱི་ད་ལྟ་མང་པོ་ལ་དེ་གི་ད་སའི་ཏི་ཀ་ད་དཔུང་པ་གི་ད་ད་ཀ་ངའི་ད་ད Frozen Shoulder ལ་གུར་པ་འོ་དེ་ཚོ་གཅིག་པ་རེད། དོན་དག་རྡོག་རྡོག་དེ་ག་རེ་བྱེད་དགོས་ཨ་རེད་རྩ་དེ་ནང་ལོགས་ལ་རླུང་དེ་ཡག་པོ་འགྲོ་འགྲོ་ཐུབ་ཡོད་མ་རེད་སོང་ཙང་ཨ་ནི་རླུང་དེ་སྐད་ཅིག་ལ་འགག་དེ་དུས་དེའི་རྐྱེན་བྱས་ནས་དེའི་ཉེ་འཁོར་གྱི་ཤ་དང་དེ་འདྲ་ལ། སྒོ་རྒྱག་ཁྱི་ལི་ནི་ཨེ་ནི་སོ་རྒྱག་གོར་ཡ་མ་རྐྱང་སྐུམ་བྱེད་ཁྱི་རྐྱང་ཡ་མ་སྐུམ་བྱེད་ཁྱི་འོ་དེ་རེད་རྩ་དཀར་ན་ཚ་རང་རེད་ད་དེ་འདྲ་དཔུང་པ་གཡས་པ་འདི་ལ་དཀའ་ངལ་འདུག་ཟེར་ད་འདི་ལ་ཁྱེད་རང་ཡག་ཤོས་དེ་ག་རེད་བཟང་འབུམ་སྐྱབས་འདུག་ན་ཡག་པོ་རེད་དཔུང་པ་གི་རྒྱབ་ལོག་གི་སོག་པའི་སྒང་འདི་ལ་ཁོ་ང་ཚོ་གི་ནས་གི་མིག་ཡོད་རེད་ནས་མིག་སྨན་པས་བཙལ་བའི་མིག་ཡོད་རེད་ནས་གི་མིག་ཡོད་རེད་འོ་ད་སྨན་པས་བཙལ་བའི་མིག་དང་ནས་གི་མིག་གཉིས་ཡོད་རེད་འདི་སྨན་པ་སོ་སོ་གི་བཙལ་ཡོད་བཙལ་སོང་ན་ཨེ་ནི་སུ་ཤོ་རྐྱག་རེད།

ཨོ་འདི་ང་རང་རང་གི་དཔུང་པའི་སྒང་ལ་མྱོང་བ་ཡོད་འདི་སོང་ཙང་ངས་འདའ་ཞུས་དེ་གི་ཡོད་ནད་པ་མང་པོ་ཞོལ་ཕྱི་ལ་བུད་རྗེས་བྱེད་གི་ཡོད་དེ་རིང་རང་ང་ཚོ་རྒྱ་གར་ནད་པ་ལོ་ཡག་སླེ་རྒྱོད་དེ་ལ་ངས་འདའ་སྐམ་གབ་རྒྱབ་འདི་ལ་ནི་སྐྲ་བ་ཞག་ནི་མེད་རྒྱབ་ཡིན་ཨོ་འདི་ཞོ་ཡག་པོ་ཕན་པོ་ཡོད་རེད་འདི་བྱས་པ་ཡིན་ད་ང་ཚོ་བལ་ཡུལ་གི་སྨན་པ་ཚོ་གི་དེ་འདྲའི་བྱེད་མི་འདུག་གསུང་གི་འདུག་ད་ང་ཚོ་ལ་དེ་བྱས་ན་ནི་འགྲིག་གི་མི་འདུག་ང་ཚོ་སྤྱི་ཚོགས་ཁོ་རང་ནང་ལོག་ལ་འདི་སྐྱོན་ཆེན་པོ་ཞོ་ཆོར་མི་མང་གི་ཡ། འཛིན་སྐྱོང་ལ་སྙན་ཞུ་རྒྱག་ཡ་དེ་ཉུང་དྲག་དགོས་བ་རེད། མི་དམངས་ཀྱི་འཛིན་སྐྱོང་ལ་སྙན་ཞུ་དེ་མང་ཙ་རྒྱག་དགོས་བ་རེད། ཨ་ནི་སྨན་པ་གི་སྨན་བཅོས་ཏག་ཏག་བྱེད་ཀྱི་མི་འདུག་ཨ་ང་ཚོ་ག་རེ། རྒྱ་གར་གཞུང་གི་སྨན་པ་དེ་གཅིག་པ་ཆགས་ཀྱི་འདུག་གླ་ཆ་དེ་ནི་ཡག་ཐག་ཆོད་ཡོད་རེད་ཨེ་རེད། ཉི་མ་གཉིས་པ་ལ་ནད་པ་ཡག་པོ་ལྟ་གི་ཡོད་རུང་མེད་རུང་གང་ལྟར་གླ་ཆ་ཡོད་དུས་ད་ནི་འདི་གི་དཀའ་ངལ་དེ་ཤུགས་ཆེན་པོ་ཤོར་གྱི་ཡོད་རེད། འོ་འདི་ང་ཚོ་ཚང་མས་ད་ང། ཚོགས་པ་འདིའི་ནང་ལ་ལས་ཀ་བྱེད་མཁན་མི་ཞིག་ཡིན་པའི་ཆ་ནས་ངས་ཡག་པོ་ཞུ་བ་ཧ་གོ་གི་ཡོད། ད་ག་ནང་བཞིན་གྱི། ཚོགས་པ་འདིའི་ནང་ལོགས་ལ། ལྷག་བསམ་རྣམ་དག་གི་ལས་ཀ་བྱེད་མཁན་དེ་འགྱེད་ལ་ག་དུས་ཡིན་ན་གྱོང་ཆེ་རག་འགྱེད་ཀྱི་རེད་དེ་དེ་ང་ཚོ་སྤྱི་ཚོགས་སྐོར་སྤྱི་ཡོངས་ཁོ་རང་ལ་རེད། ལྷག་བསམ་རྣམ་དག་གིས་བསམ་ཚུལ་བཏོན་དེ་ངས་འདི་ལ་གྱོང་རག་གི་རེད་འོ་དེ་ང་ཡང་འདིའི་ནང་གི་གཅིག་ཡིན། དེ་རེད་འོ་དེ་འདྲ་སོང་ཙང། ཨ་ནི། དེ་འདྲས་གཅིག། གནང་ཐུབ་ཡིན་ན་ཡག་པོ་འདུག་ཞུ་ཡ་ཡིན། ཨོའོ། ཨོ་ནི་ཨ་ཅག་རྡོ་རིང་པ་སངས་ལ། ད་ལྟ་ང་རང་ཚོ་གི་ད་ར་ཟིག་རེད་པ།

ཆོག་གི་རེད་འཇིག་ཉེན་ཁ་ཡོད་པ་དང་དེ་ཚོ་ཡིན་གི་ཏན་ཏན་ཕན་གི་རེད། ཡིན་ནའི་འདི་ཡིན་ཏེ་ཅིག་གྲངས་གཞི་དང་འབྲེལ་བའི་ན་ཚ་ཞིག་རེད། འདིའི་རིགས་ལ་ཏེ་ཅིག་སྨན་ཞིག་བཏང་ཐུབ་ན་ཡག་པོ་ཡོད་རེད་ཨ་ནི་མངར་མོ། འོ་ང་ཚོ་ཡིན་ན་བྱ་བ་ཀ་ལིང། ད་ཨིན་ཇིའི་སྐད་ལས་ཞུ་བ་ནི་ཅོག་ལེབ་འདྲ་གི་རེད་པ། འོ་བྱ་བ་ཀ་ལིང་དང་ཚིག་ཅར་དང Coffee། ཨེ་ནི་མངར་མོའི་རིགས་ཆུ་མངར་མོའི་རིགས་ཞེས་བྱུང་ཞིག་བཏུང་གི་འདུག་ཨ་དེང་སང་སྦུག་དེ་ཚོ་འོ་དེ་ཚོ་ཡིན་གྱི་མིན་གྱི་ཉུང་ངུར་བཏང་གོ་རེད་ཉུང་ངུར་བཏང་སོང་ན།

ད་ལྟ་བུ་མོ་ཆུང་ཆུང་འདི་ལ་ད་ལྟ་ད་འདི། ལྟས་ཅིག་གྲངས་ཤིག་ན་ཚ་རེ་ཤ་གྲངས་ཤིག་ན་ཚ། དེ་སོང་ཙང་མོ་རང་ལ་ད་ལྟ་གོང་ལ་ངས་ཟས་སྤྱོད་དེ་ཚོ་འདི་འདི་འཛེམས་ཟེར་དོ་འཛེམ་དུ་ལྟས་འཛེམས་སོང་ད་དེ་བྷེ་ཇེ་ཕེང་གི་རེད་ནི་ཁོ་རང་ཚོ་ཨིན་ཇིས་ཀྱི་སྨན་བཏང་ཡག་ཡོག་རེད་དེ་ཚོ་ཨིན་ཇིས་ཚ་ལ་ཕར་འགྲོ་ནི་འདི་འདྲའི་འདི་འདྲའི་དཀའ་ངལ་བྱེད་ཀྱི་འདུག་ཟེར་ལབ་སོང་ན། ཏན་ཏན་ཡག་པོ་ཕེང་གི་རེད་ད་འདི་མཚན་མ་ནས་མ་ཐོན་བསྡད་ཀྱི་འདུག་མོ་མཚན་ནས། ཨོ་འདི་གྲངས་ཤིག་ན་ཚ་རེད་ཤོད་ཡིན་ལགས་སོ་ཐུགས་རྗེ་ཆེ། ཨོ་སླར་ཡང་དབུས་གཙང་ཡར་རྒྱས། གལ་ཏེ་གླིང་འདི་རླབས་ཆེན་པོ་འདི་ནང་སླར་ཡང་ཅུང་ཙམ་སྦྱར་ཆོག་པ་བྱས་ནས། འོ་ད་ཅིག་མི་རིགས་དང། རྒྱལ་ཁབ། ཡང་སྒོས། རང་རེའི་ཆོལ་ཁ་ལ་དུང་བ་ཤིན་ཏུ་ཟབ་པས་ནི། རྒན་མ་བདེ་སྐྱིད་ལགས་ལ་འཚམས་འདྲི་ཞུ་གི་ཡོད་ནི་སྐུ་ཉིད་ཀྱིས་ནི་མ་གླེན་ད་དྲི་བ་ཅིག་གནང་ཞག་ད་དོགས་དྲིས་ཅིག། འོ་ད་འདིའི་སྒང་ལ་ངས་ཕྲན་ཙམ་ཅིག་ཞུས་ཞེ་ན། ད་ད་ལྟ་འདི་ལ།

ཀྲིག་སེ་འབྱོར་པ་དེ་ད་སེ་ཏིང་ན་རོ་ཨིན་ཇི་སྐད་ཞུས་པ་ཡིན་ན། འོ་འདི་ལ་ཨེ་ནི་ཅིག། མ་གིའི་ཐུན་མཚམས་དེ་དང་དེ་ནས་མ་གི་ཐུན་མཚམས་འབྱོར་བ། འོ་འདི་ཨེ་ནི་ཅིག། འཕགས་ཏེ་སི་ནང་ལ་ཡོར་བ་དང་ཅིག་འཕགས་ཏེ་ཕྱི་ལ་ཡོར་བ། འོ་འདི་འདྲའི་གི་རྐྱེན་བྱས་ནས་ཡོང་བསྡད་གི་རེད་ད། མ་གིན་མ་ནས་ཡང་ངར་དུང་གི་རུས་པ་འདི་ཡག་ཐུན་ཡག་འདི་པད་མོ་ལ་ཡག་ཐུན་ཡག་འདི། འཕགས་ཏེ་སི་ཕྱི་ལ་འཕགས་ཡོར་ཡོད་ན་ཨེ་ནི། ངར་རྡུང་གི་ཐུན་མཚམས་འདི་ཚུགས་ཀྱོག་ཀྱོག་ཆགས་ཡོང་གི་རེད། ལྟད་མོ་གི་ཐུན་མཚམས་ཀྱི་སྒང་ནས་མ་གཡོས་བརླ་ཤ་ང་ནས་ཡོན་ཀྱོག་འབྱོར་བ། འདིའི་ཀྱོག་ཀྱོག་དེ་ཕྱི་ལོགས་ནས་ཐོན་ཡོང་གི་རེད། འབུར་གྱི་ནང་ལོགས་ལ་ཐོན་གི་རེད། ངར་རྡུང་ནས་ཡར་སྐྱོང་འདི། ངར་རྡུང་གི་རྩ་དེ་ལ་སྐྱོང་དེ་ངར་རྡུང་གི་འདི་ལ་ཐུན་མཚམས་འདི་ལ་ཐོན་གི་རེད། འབུར་དེ། ཐེ་ཇོ་ངར་རྡུང་གི། ཕྱི་ལོགས་དེ་ལས་བྱུང་གི་རེད། འོ་དེ་འདྲ་རེད་དེ། ཁོ་རང་གི་པད་མོ་ཁོ་རང་གཉིས་ཀྱི་རུས་གོག་གཉིས་ཀྱི་མཚམས་སྦྱོར་བྱེད་ས་སྦྱོར་བ། འོ་འདི་གི་བདེ་ཐང་ལ་རག་ལས་ཡོད་རེད་ཞུ་ཡ་ཡིན། ད་དེ་ཚོ་མང་ཆེ་ཅིག། རུས་པ་ཁོ་རང་གི་ཡ་གི་སྤྱི་མེས་ཀྱི་ཚིག་རུས་སྦྱོར་བ་འདི་དང་འབྲེལ་བ་ཤུགས་ཆེན་པོ་ཞུ་ཀྱི་ཡོད་རེད།

འཁྲུངས་འདི་མཁྱེན། དཔལ་ཅིག། སྔོ་སྐྱ་ཡོད་པ་ཅིག་འཐུངས་ཏེ་འོ་འདིའི་རུ་སྒོ་འདི། ཨེ་ནི་ཡ་གས་ལ། ཏག་ཏག་ཅིག་བསྡད་མེད་པ་ཡིན་ན། ཏག་ཏག་ནམ་རྒྱུན་གྱི་བདེ་ཐང་སྦྱོར་བ་ཁ་ཐུག་བསྡད་མེད་པ་ཡིན་ན། ཨེ་འདི་ནས་མར་འཐུས་པའི་ཀླད་ཤའི་སྒང་ནས་མར་དཔལ་མོ་ལ་ཐུག་སྟེ་ངའི་རུ་སྒོ་སྦྱོར་བ། འོ་ད་དེ་ངའི་པར་གཉིས་པ་འདི་ནང་ལ་འཐུང་གོ་དོ། སྤྱི་མིག་གི་རུ་སྒོ་འདི་ཡ་གི་རེད། སྒང་འདི་རེད་དོ།

སྤོས་ཚིག་མ་ནས་ཡར་བརྫེས་པའི་ངར་ཐུང་གི་རུས་སྒོག་དེ་ཚུར་ནང་ལོགས་ལ་ཚུད་ནང་ལོགས་ལ་ཚུད་འཛུལ་ཡོད་པ་ཡིན་ན། ཨེ་ནི། ཕ་གིའི་ཕྱི་ལོགས་འདི་ལ་རྐྱོང་རྐྱོང་ཆགས་ཡོང་གི་རེད། དེ་ཕ་ཕྱི་ལོགས་ལ་ཐོན་ཡོད་ན་ནང་ལོགས་དེ་རྐྱོང་རྐྱོང་ཆགས་ཡོང་གི་རེད། འོ་དེ་ནང་བཞིན་གཅིག་པ་གཅིག་རྐྱང་གང་དེ་ཆགས་ཡོང་གི་རེད། ད་ག་ནང་བཞིན་གྱི་བག་དེ་ལ་ཡང་དག་རུས་སྒོག་ཕ་བོ་གཉིས་ཤིག་འདུག་ཨ་དེ། ང་ཚོ་ངར་དུང་གི་རུ་ཁོག་དེ་རེད་ངར་དུང་གི་རུ་ཁོག་དེ་མ་གིའི་རྐང་པའི། མ་གིའི་ཨེ་ད་ཅིག་ཚིག་ཅིག་གང་ལ་ཐུག་དེ་གི་བ་བོད་ཁོང་གི་ཚིག་དེ་ལ། འོ་འདི་ཡ་ནས་མ་བྱས་ན་ཡང་བོད་ཁོང་དེ་ལས་ཡང་འབྲེལ་བ་ཡོང་གི་རེད་སྐབས་རེ་འདི་རྐང་པའི་གཏིང་ཀ་ན་གི་འདུག་བོད་ཁོང་ན་གི་འདུག་ཟེར་མཁན་བྱུང་ཐོ་འོ་འདི་ཡང། སྤྱི་མིང་ནས་ཞུ་གི་ཆུང་ནས་ཡ་ནས་མ་ས་ཚང་གི་རུ་ཁོག་དེ་ཚོ་ཕག་ཚོ་གཅིག་གི་གཅིག་ལ་འབྲེལ་བ་ཤུགས་ཆེན་པོ་ཞེ་བོ་ཅིག་རེད། ང་རང་དུ་མ་སོང་ན་ང་རང་ཚོ་དུ་མ་སོང་ནས་བཀའ་བསྟན་དང་བཀའ་བ།

ད་འདི་ན་ཚ་འདི་རེད་ན་ཚ་འདི་མ་རེད་ཟེར་ཡ་འདི་དཀའ་ལས་ཁག་པོ་ཞུ་རྒྱུ་རེད་གང་ལྟར་མདོར་བསྡུས་ནས་བཤད་པ་ཡིན་ན། ད་ཅིག་གི་རྒྱུ་མ་དང་ལོང་གི་ནང་ལོགས་ལ་ཆུ་སྐམ་གྱི་ནུས་པ་དེ་ཞན་དྲགས་ཀྱི་ཡོད་རེད། དེ་ནས་ང་ཚོར་ཚ་གྲང་གཉིས་ཀྱི་ནང་ལོགས་ནས་དྲོད་ཀྱི་རང་བཞིན་དེ་ཏལ་ཤུགས་ཆེན་པོ་དེ་ཡོད་པའི་རྣམ་པ་ཞིག་དེ་ནས་མཐོང་ཡོད་ཀྱི་ཡོད་རེད། དྲོད་དང་ནི་ད་ག་ནང་བཞིན་རླུང་གི་ནུས་པ་ཇི་སྟེ་བརྩི་བཞུགས་ཆེན་པོ་ཡོད་པ་ཅི་སྟེ་ནས་སའི་ཐན་གུ་ཡོད་པ་རེད། ནི། རྟོག་པ་སྐམ་འགྲོ་ཡ་འདི། ནི། སྒྱུ་མ་དང་ལོང་གི་ནང་བ་ལ་ཆུ་གི་བརླན་ཤིང་གི་ཆ་དེ་བད་ཀན་བེ་ནུབ་ཀྱི་ཆ་དེ་ཉམས་ནི། ནི། དྲོད་ཀྱི་སྐམ་འགྲོ་གུ་ཡོད་དེ་འདྲ་སོང་ཙང་ནི་བཙོག་པ་ཁོའི་ནང་ལ་ཡོད་པའི་རང་བཞིན་གྱི་ཆུ་སྐམ་གྱི་ནུས་པ་དེ་ཕ། སྒྱུ་མའི་ནང་ལ་ཐིམ་འགྲོ་གུ་ཡོད་རེད་འདི་སོང་ཙང་བཙོག་པ་སྐམ་འགུ་ཆ་ཡ་དང། ནི་རླུང། འཐུ་བའི་ནུས་པ་འདི་གིས་ནི་བཙོག་པ་འདི། ཆུ་སྐམ་གྱི་ནུས་པ་དེ་ཡང་བརྒྱ་ནི་སྐམ་པར་བྱས་ནས་སྲེག་པར་བྱས་ནས་ནི་སྐམ་བུ་ནག་པོ་འོ་དེ་འདྲས་སུ་ཕབ་སྟེ་གི་ཡོད་རེད། དེ་འདྲ་བྱུང་ཙང་ད་སྤྱི་བཏང་གི་མདོར་བསྡུས་འདི་རེད་ད་དོག་དོག་ཞུས་པ་ཡིན་ད་འདི་ལ་ནི་ཡག་ཤོས་ག་རེ་རེད། ད་བདུན་ཕྲག་གཅིག་ནང་ལ་ཐེངས་གཉིས་ཙམ་ཞོ་སོ་སོ་རང་གི་སོས་ཞོ་སོས་པ། ནི་ཞོ་དེ་ནང་ལ་ཞོ་དེ་ནང་ལོགས་ལ་ནི་རྩམ་པ་ཞབས་དེ་ལུགས་ནི་ཞུམ་འདུག། གཞུང་བསྡུ་སྐབས་སྐབས་ལ་ལྟུང་ན་དོན་དག་གཅིག་ངག་ཐེངས་གཉིས་བརྩམས་ཡོད་ན་བཙོག་པ་དེ་ཡག་པོ་བབས་ཀྱི་རེད་ཨེ་ནི་རྒྱུན་དུ་ཆུ་ཁོལ་མ་དང་ཁོལ་གྲང་མང་པོ་བཏུང་དགོས་ཡ་ཆེ། ཨེ་ནི་ཤིང་ཏོག་གི་ཁོ་བོ་དེའི་ནང་ནས་ཤིང་ཏོག་ང་ཚོ་ཨེ་ནི་ད་ཨེ་འཇིག་གེར་ཞུ་ཆོག་པ་ཅི། ཏོ་པི་ཡ་དང་ཨེ་ནི་ཤིང་ཏོག་དེ་འདྲ་འདི་དོ་གང་ས་ཨ། ཨམ་རུའུ་ལགས་དོ་ཨམ་རུའུ། དགའ་བ་ལགས་དོ་ཨ་ངོ་འདི་ཚོའི་རིགས་འདི་ཚོ་བལྟས་སུ་བལྟས་སུ་གཏོང་དུ་གནས་ཡག་པོ་རེད་ཡང་སྐབས་རེ་ཤིང་ཏོག་ཆུང་ཆུང་ཆུང་ཆུང་ལྡན་པའི་དུམ་བུ་དུམ་བུ་ཟོས་ནས་ཨེ་ནི་ཞོ་ནང་ལ་བླུགས་ནས་ཡང་དེ་འདྲ་ཅིག་ལ་ཐེངས་གཅིག་ཙམ་གཉིས་ཙམ་ཉི་མའི་གོང་ལ་གཏོང་ཐུབ་པ་ཡིན་ན་འདི་གི་རང་བཞིན་གྱི་རྟོགས་པ་རླབས་པོ་ཆགས་ཀྱི་རེད་འོ་འདི་རེད་ཨེ་ནི། རྒྱུན་དུ་ཆུ་ཁམས། གི་ནུས་པ་དེ་འཕེལ་ཡང་གི་ཆེད་དུ་ཆུ་མང་དུ་གཏོང་དགོས་ཡ་དེ་གལ་ཆེན་པོ་རེད་ཞུ་ཡ་ཡིན་འོ་ལ་སོ་དེ་འདྲའི་བྱས། འོ་ལ་སོ་འོ་ན་ཚེ་རྡོ་རིང་བསྟན་རྡོ་རིང་པ་སངས་ལགས་ནས་གོ་སྐབས་ཕུལ་ཆོག་ཨ་ནི། འོ་ད་ལྟ་ང་ཚོ་རྒྱུན་ལས་ཨ་ཅག་བདེ་སྐྱིད་མ་ལགས་ཀྱི་གསུང་བ་ནང་བཞིན་རེད་ད་རྣམ་པ་ཚོ་གི། ངས་སྐད་ཆ་འདི་བཤད་ཚར་སོང་ན་ངས་བཤད་ཚར་ཡིན་ཡིན་ཟེར་མ་འདི་བཏང་གི་རེད་བཏང་དུས་ད་ནས་ཨེ་ནས་རྣམ་པ་ཚོ་གིས་འདིའི་ཤོག་བུ་ལ་མ་མུ་མཐུད་ནས་སོང་ཡིན་ན་ཡག་པོ་འདུག་ཤེས། ངས་བཤད་ངས་བཤད་ངས་ལས་རྣམ་པ་ཚོ་འདི་ནས་ཚོ་གཅིག་ལེ་ལོས་ད་ནས་ཨེ་ནས་ངས་བཤད་རྒྱུ་བ་འདི་ཕ་ཕྲུག་འགྲུབ་རྒྱུ། ཨེ་ནས་ཕལ་ཆོག་འདི་ལ་ཏག་ཏག་ཅིག་ལན་འདི་རག་གི་མི་འདུག་ང་རང་གིས་བཤད་ཡིན་བསམ་པ་དེ་ཕ་སྐད་ལ་སླེབས་ཐུབ་གི་མི་འདུག་འདི་འདྲའི་གི་དཀའ་ངལ་ཞིག་ཡོད་བདེན་པ་རེད་ཤག་ཨེ་ནས་ད་རྣམ་པ་ཚོ་རྣམ་པ་ཚོའི་ཐུགས་ཁག་ཡོད་མ་རེད་ཡ།